ལྷན་སྐྱེས་སྐུ་ཁམས་བཟང། ང་ནི་ཁྱེད་རྣམས་ཀྱི་དྲ་གྲོགས་མཐོ་སྒང་བུ་མོའམ་ཡང་ན་འདི་ཡང་ཡིན། ངས་དེ་རིང་འཛམ་གླིང་གི་ཉི་མ་བསེར་བུ་སྲན་ཆུང་གི་བཅོ་ལྔའི་དྲུང་དང། སྒེར་ཕྱུག་དང་དྲག་ཆུ་བཙན་དབང་དང་གཡོ་སྒྱུ་ཡི་ཁ་ལོ་བསྒྱུར་བའི་འཛམ་གླིང་གི་ཉི་མ་བསེར་བུ་ཁོང་གི་སྐུའི་འཁྲུངས་སྐར་ཉིན་མོ་དེར། རྩོམ་པ་པོ་ཅོ་མིག་ནས་རྩོམ་གནང་པའི་ངའི་སྐྱེས་མཆོག་སྐྱ་བོ་རིན་པོ་ཆེ་ཞི་བའི་སྙན་རྩོམ་ཞིག་ཁྱེར་རྟོགས་བྱེད་རྒྱུ་འབའ་ལྷན་སྐྱེས་ཐུགས་སྒྲུབ་ཡོན་པའི་རེ་བ་ཡོད། ངའི་སྐྱེས་མཆོག་རྒྱ་བོད་རིན་པོ་ཆེ་ཁྱེད་ཕ་ཡུལ་དང་བྲལ་ནས་ལོ་ངོ་ཧ་ཅང་མང་སོང། ལོ་ངོ་དེ་དག་ནང་ཁྱེད་ཀྱིས་ཁྲེལ་བ་འཚུབ་འཚུབ་ངང་ནས་ང་ཚོའི་དོན་དུ་ཉིན་མཚན་ལ་དབྱེ་བ་གཏན་ནས་མི་བྱེད། ཁྱེད་ཀྱི་ཕ་ཡུལ་ལ་གཟིགས་པའི་སྤྱན་རས་གཏན་ནས་གཡོ་བ་མེད། རྒྱལ་བ་རིན་པོ་ཆེ། ད་དུང་ཁྱེད་ཀྱི་སྐད་སྙན་མེད་པའི་གཤེན་གྱི་དཀྱིལ་འཁོར་ཆེད་དུ། ང་ལ་བརྩེ་བ་མེད་པའི་བདེ་བ་ཞིག་སྦྱིན་ཡོང། ཁྱེད་གོམ་པ་ཁྱར་ཁྱོར་གྱིས་ཕེབས་པར་བྱེད་དུ། ངའི་སྙིང་ལ་ན་ཟུག་ཚད་མེད་བཏང་གི་ལ་ང་སེམས་པ་ཧ་ཅང་སྐྱོ་གི་ཡོད། རྒྱལ་བ་རིན་པོ་ཆེ། ངས་འཇིག་རྟེན་དེར་ཐོག་མར་ཨ་མའི་སྐད་སྒྲ་དང་ལྷན་དུ་གོ་ཡོང་ནི་ཁྱི་ཡིན་ལ། ཨ་མའི་སྐད་སྒྲ་དང་ལྷན་དུ་ཡལ་བ་མེད་པ་ཁྱི་ཁོ་ན་ཡིན། རྒྱལ་བ་རིན་པོ་ཆེ། ང་ཆུང་ཆུང་སྐབས་སུ་ངའི་ཨ་མས་ཉིན་ལྟར་དགོང་མོ་ངའི་ཁར་མཆོད་ཁང་དུ་སྨོན་ལམ་འདེབས་བཞིན་ཐག་རིང་ལ་གཟིགས་ཀྱི་འདུག་སྤྱན་ཤེལ་བསྣམས་པའི་བླ་མ་ཞིག་གི་སྐུ་དཔར་བཏུད་ན། མིག་ཆུ་ཤར་ཤར་གཏོང་གི་འདུག། ངས་དེ་དུས་ཁྱེད་སུ་ཞིག་ཡིན་མིན་ཧ་མ་གོ་ན། ཁྱེད་ནི་བདག་གི་ཨ་མའི་སེམས་ཁོང་ནས་ཁྱད་དུ་འཕགས་པའི་མི་ཞིག་ཡིན་པ་ཤེས་སོང། དེ་ནས་ཉིན་ཞིག་ཨ་མས་ངུ་ངག་འདྲེས་མས་ཤག་གིས་བཅངས་ཤིང། སྐྱ་བོ་རིན་པོ་ཆེ། ངའི་མེ་ལྕེ་དེར་ཁྱེད་གཅེས་ཐུབ་ཀྱི་ཨེ་རེད་སྲིད། ངས་སྐྱ་བོ་རིན་པོ་ཆེ་གང་དུ་བཞུགས་ཡོད་མེད་ཧ་མ་གོ་ན། ཡིད་ལ་སྐྱོ་གདུང་ཚད་མེད་བྱུང། དེ་ནས་ཨ་མས་ཁྱེད་ཀྱི་སྐུ་པར་ཕྱིན་བྱུང་ཞེས་ངའི་སྐེ་ལ་བཏགས་བྱུང། དུས་དེ་ནས་བཟུང་ངས་ཀྱང་མངའ་ཁོངས་ཚང་མར་ཁྱེད་སྐུ་གཟུགས་བདེ་བོ་ཡོང་བའི་སྨོན་ལམ་འདེབས་བཞིན་ཡོད། ཨ་མ་དང་འདྲ་བར། ངའི་སྤོ་ལགས་དྲིན་ཆེན་ཁོང་ཡང་ཁྱེད་མཇལ་བར་སྒུག་ཞིང། འཇིག་རྟེན་ཕྱི་མར་ཕེབས་སོང། སྐུ་གྲོངས་སྐབས་རྒྱལ་བོ་རིན་པོ་ཆེ་རྒྱལ་བ་རིན་པོ་ཆེ་ཞེས་ཚིག་ཡང་ཡང་སྨྲས་སོང་ཟིག། རྒྱལ་བོ་རིན་པོ་ཆེ་ཕ་ཡུལ་གྱི་མི་ཚོས་ལྟ་བ་ལས་ཁྱེད་ཅི།